ད་དེ་ནས་ང་ད་དགེ་ལ་རང་གང་ལ་ཡ་ད་ཅིག་ཕ་ཅིང་ད་ངོ་སྤྲོད་ཞུས་ཡོད་པ་ཡིན་ན་ད་ལྷན་རྒྱས་ཚང་མ་ལོ་ཁིང་གོ་རེད་པ་ད་དེ་དོ་དོ་ངོ་སྤྲོད་ཞུས་ཡོད་པ་ཡིན་ན་ཞུས་མ་ཚར་ཡ་འགྲོ་ཅིག་ད་དགེ་ལ་འགྲོ་ཡིན་པ་ན་ང་རང་ཚོ་སྤྱི་ཚོགས་སྤྱི་ཡོངས་ལ་ཡ་ཁོ་རང་ནང་བཞིན་གྱི་མཁས་པ་དེ་འདྲ་མང་པོ་མེད་དུས་སམ་བ་ལ་ཡ་སྤྱི་ཡོངས་ཐོག་ནས་ད་དགེ་ལ་ག་འདྲ་བྱེད་མིན་ད་བད་ཚང་མས་ངོ་ཤེས་མ་རེད་ད་ད་རེས་ད་རེས་དགེ་ལ་ངོ་སྤྲོད་བྱས་སོང་ན་དགེ་ལ་ཉིན་མི་གཅིག་གཉིས་གཅིག་ནས་ཡང་ཁོ་རང་ངོ་བད་གོ་ར་སློབ་ཆུང་དང་ཚད་མཐོ་བོད་དུ་དགེ་ལག་སྐོར་ཚད་གནས་དང་ལམ་ཡང་དཔེ་ཁོ་ཉིན་མོ་ནས་ཉིན་མོ་ལོ་གར་ཆགས་ཡོང་གི་འདུག་འདི་ཡིན་དུས་ད་དོར་བསྡུས་པ་རེ་བ་ཞེས་པས་ན་ང་རས་ཀྱི་ཧ་གོ་བ་ན་ད་དགེ་ལག་ད་འདོ་བོ་དང་དངོས་གནས་ཅིག་ལོ་རྒྱུས་རིག་པའི་སྒང་ལ་དགེ་རྒན་གནང་ལོ་མང་གནང་བཞིན་པ་རེད། ཨ་ནི་དེས་ཚར་བའི་བར་དུས་ཚོད་ནང་བལྟས་པ་ཡིན་པས་ན་ཅིག་ང་རང་ཚོ་གི་ད་སྤྱི་འཐུས་ཀྱི་ར་བའི་ནང་ལོགས་ཡིན་པས་ནས་སྐབས། བཅུ་གསུམ་བཅུ་བཞི་རེད་བ་གི་ལ། དེ་འདྲའི་ནང་ལོགས་ལས་ཅིག་སྤྱི་འཐུས་གནང་མྱུལ་ཡོད་བ་ཨ་ནི་རྩོམ་རིག་སྡེ་ཚན་དེ་འདྲའི་ནང་ལོགས་ལས་ད་ཅིག་བར་ནང་བཞིན་རྩོམ་རིག་སྡེ་ཚན་དེ་འདྲའི་གི་འགན་འཛིན་གནང་མྱུལ་ཡོད་བ་ཨ་ནི་བྷི་གའི་ནོར་བུ་གླིང་གའི་ལས་ད་བ་ལས་ཅིག་ཨ་ནི་དགེ་རྒན་གནང་མྱུལ་ཡོད་བ་ད་དེ་ག་ནང་བཞིན་གི་ད་ད་ལྟའི་ཆ་ལ་ཡིན་པས་ན་ཨ་ནི་སློབ་དཔོན་ཆེན་པོ་གི་མཚན་གནས་དངོས་གནས་བྱས་ན་དགེ་སློང་སློབ་དཔོན་ཆེན་པོ་གི་མཚན་གནས་ད་དེ་སང་རང་དུ་ཅིག་ཏུ་བྱས་པ་མི་ཤེས་ཕྱི་ད་དངོས་གནས་གི་སློབ་དཔོན་དེ་ད་ང་རང་ཚོ་གི་ཡོངས་གྲགས་ད་སྙེ་མ་ནས་རེད་ད་ཁོ་ཚད་གནས་འདི་ཁོ་ཆེ་གསོན་འདྲེ་ཐོབ་བཞག་རྒྱུ་ཅི་རིམ་ཞིག་ངའི་དངོས་ནས་སེམས་ནང་ལོ་དགེ་ལགས་ད་སྙེ་མ་ནས་དངོས་གནས་སློབ་དཔོན་ཞིག་ཡིན་ཞུ་ཡ་ཡིན་ད་དེ་ཡིན་དུས་ད་ད་རེས་འདི་བཅུ་འགྲུལ་སྨིན་གྲོལ་རང་གི་རྣམ་པའི་ཐོག་ནས་བཅར་འདྲི་འདི་ཆགས་ཀྱི་འདུག་རུ་བ་དེ་ཡིན་དུས་བསམ་པ་ནི་ཡང་ཞིབ་ཅིག་ད་འདྲི་འདྲི་གི་རྣམ་པ་ཡོད་མ་རེད་དེ་ཅིག་དངོས་ནས་ལྷན་རྒྱས་ཚང་མ་འདྲི་ཞིག་ཞུ་ན་བསམ་སོང་ད་ད་རེས་ངས་དགེ་ལགས་ལ་ཡང།

བཙན་བྱོལ་ནང་ལོག་རེད་ཚང་མ་ལོག་ཅིག་མཁས་དབང་རེད་ང་རང་ཚོའི་བོད་མི་རིགས་ཡ་ངོ་ནས་ཤ་ཚ་སྙིང་རྗེ་ཡོད་ཉེན་རྣམ་པ་ཚང་མ་ལོག་གེ་རྣམ་ཤ་རྒྱུན་ལྡན་རྟག་པ་ནས་གསུངས་བསྡད་ཡ་གི་བོད་མི་རིགས་སྐད་ཡིག་གལ་གནད་ཡིན་མགྱོགས་མ་ཟད་གཅིག་བོད་ཀྱི་ངོ་བོ་མཚོན་ཡ་ལ་སྐད་རིགས་སྐད་ཡིག་གལ་ཆེན་པོ་རེད་ཟེར་ཡ་དང་ཨ་ད་ང་ནང་བཞིན་གི་གཅིག་བོད་ཆོས་ལྡན་ཞིང་ཁམས་སུ་དུས་ཆོས་ཀྱི་ཞག་རྩི་དེ་དགོས་ཡ་གལ་ཆེན་པོ་རེད་ཟེར་ཡ་བོད་པ་སུ་དུས་ད་གཅིག་ངོ་མ་ཡ་ན་མེད་ན་ཟེར་ན་ཆོས་ཀྱི་ཞག་རྩི་ཡོད་རྒྱུ་ཡ་གཅིག་ད་ཨ་བོད་སྐད་ཡིག་དེ་ད་བོད་ཟེར་ན་ད་བོད་པ་ཟེར་ན་ད་དེ་འདྲས་གཉིས་ནང་ལྷག་བསྡད་རྒྱུ་རེད

བྱས་ཚེ་རྒྱ་ཁག་སྲིད་དོན་སུ་ཡི་མི་ཡིན་པ་ཆགས་ཤིང་རྒྱ་ཁག་དེ་གི་སྐད་མ་ཤེས་དེ་དན་རྟགས་དེ་གོ་བརྡ་འཕྲད་ན་རྒྱ་ཁག་དེ་གི་མི་རེད་དེ་གོ་བརྡ་མ་འཕྲད་ན་དེ་མི་མ་རེད་བྱས་ཚེ་ང་ཚོ་བོད་པའི་གི་མི་ཡིན་པ་ལ་ད་མཛོད་ལི་སྤྱི་བའི་སྐད་ཡིན་མི་ཤེས་སྐད་དེ་ཚོ་མཛོད་ལི་སྤྱི་བའི་བཟོ་ཆགས་བོད་པའི་མི་ཆགས་ད་ལྟ་ང་ཚོ་བྱས་ཚེ་སྟག་ཉིད་ས་ནས་བཤད་ན་མཛོད་ལི་སྤྱི་བའི་བཟོ་ཆགས་པ་མ་ཚོ་བོད་པའི་བཟོ་ཆགས་ས་གི་ཉེན་ཁ་ལས་དང་འོ་བྱས་ཚེ་མི་རིགས་གི་ངོ་བོ་ཟེར་མཁན་དེ་སྐད་གི་མཚན་པ་རེད་ཟེར་མཁན་དེ་ད་ག་ཟེར་གི་ལ་ཆ་གི་ཆ་མ་རེད་མི་གི་མཚན་ཉིད་ཁོ་རང་མ་ཤེས་དེ་གོ་བར

སྐད་ཡིག་དེར་ཁྱད་ཆོས་ག་རེ་ཞིག་ཡོད་རེད་ད་ལྟ་ངའི་སྐད་ཆ་དེ་ཐེངས་དང་པོ་མ་རེད། འཛམ་བུ་གླིང་གི་སྐད་ཡིག་ལ་གོང་ཚད་བརྒྱ་འདི་ཀ་ལ་གོང་ཚད་བརྒྱ་སྟོང་རྣམ་པ་མི་འདྲ་བ་བཞག་ཐུབ་ན་བརྒྱ་དགུ་རེད། རྣམ་པ་དང་པོ་དེ་སྐད་ཡིག་དེ་ག་ཟེ་གཅིག་གི་རྙིང་པ་ཡིན་ན་ལོ་སྟོང་ཕྲག་ག་ཟེ་གཅིག་སྔའི་རི་གཞུང་དུ་ལྟས་ཕྱིན་ནས་ག་ཟེ་རྙིང་པ་ཡིན་ན་དེ་གའི་ཆེ་གེ་ད་གོང་ཚད་མཐོ་བ་བརྒྱ་རེད་ད་དེ་རིང་ག་ཚོད་ང་ཚོའི་སྐད་ཡིག་རྡོག་ཟེ་ཡག་ལྟས་འོང་འདི་ཀ་ལ། Metropoesia། ཟེར།

དེ་འདི་ཡི་ས་ནས་དབྱིན་ཇི་དང་དེ་ནས་ཨང་ཀི་གཉིས་པ་རྒྱ་ཡིག་སྟེ་སོ་བེ་ཅེ་རང་བཞིན་གྱི་ཐུགས་ནས་ཁྱད་རྟགས་རང་བཞིན་གྱི་ཐུགས་ནས་གལ་ཆེན་པོ་འཆར་བ་རེད། སངས་སྐི་ཏི་ར་སྐད་དུ་ཡི་གེ་གཉིས་ཁ་ཐག་ཉེ་བའི་ཐུགས་ནས་གལ་ཆེན་པོ་འཆར་བ་རེད། དེ་ནས། བ་བོ་ལུགས་ཀྱི་གནའ་ཡུལ་གྱི་ཡི་གེ་ཡིན་ན་རེད་ཨི་ཇེ་ཀི་གནའ་ཡུལ་ཡི་གེ་ཡིན་ན་རེད་གྷི་རི་སི་གནའ་ཡུལ་ཡི་གེ་དེ་ཡིན་ན་དེ་ཚེག་རྙིང་པ་ཡིན་པའི་གི་ཐོག་ནས

གཞི་ལ་འདྲིས་པའི་རྣལ་འབྱོར་ཡོངས་སུ་རྫོགས་པ་གྲ་མ་སྙོམས་པ་གྲ་མ་ཆག་པ་ཡོད་ས་དེ་ཀི་འདི་ཉག་གཅིག་ཐོ་ལོ་ལོ་ཡོག་རེད་མ་ཏོ་སངས་སྐི་ཏི་ལོ་ཡོག་མ་རེད་པ་ལི་ཀེ་ཐོ་ཡོག་མ་རེད་རྒྱ་ཡིག་ཏུ་ཇཱ་པན་སི་ཇི་ཀེ་ཐོ་ཡོག་མ་འདི་འདི་གི་རྒྱ་ལོ་ལ་རི་ཐུང་ག་ཟེ་ཡོག་རེད་ཟེ་ན་དེ་རི་ཁ་ཚོ་ང་ཚོ་འཛམ་པ་ལི་གི་དེ་ར་ཉན་ཤི་ནས་ལྷག་པ་དོ་ལྟ་སྐོར་གན་ཅིག་ཐུང་ནས་ཡ་རྒྱ་ཞི་འདྲ་འགྲོ་བ་དེ་ནི་སོ་སོའི་གི་བདེ་གཤེགས་གི་ཆེད་དུ། དཔལ་འབྱོར་མཛོད་འཕྲིན་བཟོ་ནི་ཨ་ཁྲག་སྟེར་བ་རེད་དམག་རྒྱག་ནི་ཨ་ཁྲག་སྟེར་རེད་ཚོང་རྒྱག་ནི་ཨ་ཁྲག་སྟེར་རེད་མཛོད་འཕྲིན་ཁྱེར་ནི་ཨ་ཁྲག་འདི་ཚོ་གང་ག་བྱས་ག་རེ་བྱས་དེ་རེད་ཟེར་ན་འགྲོ་བ་མི་གི་བདེ་གཤེགས་རང་གི་བྱས་དེ་ཟེར། དེ་ཚོ་གང་ག་བྱས་ཀྱི་མེད་ས་མ་གཏོགས་བྱས་ཚར་རེད་ཟེར་ན་འགྲོ་བ་མི་གི་བསམ་བློའི་ནུ་ལ་འགྲིག་ཞུ་བསམ་པའི་བདེ་གཤེགས་དེ་ཐག་ཡོག་མ་རེད། ད་མི་གང་གིས་ཉོག་ཉོག་ཁོ་རང་རེ་མཐོང་ནས་འགྲོ་བ་མི་ཡི་གེ་རྟགས་འདྲིས་སུ་གསང་སྤེལ་གྱི་བདེ་གཤེགས་ཀྱི་ཐག་གོ་དགུ་ཡོད་ན་འཚེ་བ་མ་བཟོ་བ་དེ་ཁོ་ན་རེད། འཚེ་བ་མ་བཟོ་བ་བྱས་ན་མི་ལ་གར་སོ་དགོས་རེད། ཟིང་ཆ་སློང་མི་དགོས་སོ་སོ་ལ་ད་ཞི་བདེ་ལྷུན་འཇོག་སྤྲོ་མི་དགོས། འཚེ་བ་མ་བཟོ་བ་དེ། འཚེ་བ་མ་བཟོ་བ་ཟེར་ངེས་དེ་ཟས་སྒང་ཟེར་ངེས་དང་གར་སོ་དགོས་རེད། ཟས་སྲན་ཟེར་ངེས་དང་རྩེད་སྲན་ཟེར་ངེས་དང་བྱམས་བརྩེ་ཟེར་ངེས་དེ་རེད། དེ་སོགས་ལ་མིའི་རྟགས་བདེ་བ་རྟོགས་ན་འཚེ་བ་མེད་པ་ཟེར། འཚེ་བ་མེད་པ་ཟེར་ངེས་དེ་ང་ཚོས

འདི་འཛམ་བུ་གླིང་ལ་ག་དུས་གནས་ན་ཡང་མཐའ་མ་དེ་འཛམ་བུ་གླིང་གི་མགོ་བཏོག་ས་འདི་རེད་མ་གཏོགས་མོ་རྡེལ་དུ་ཆབ་སྲིད་དཔལ་འབྱོར་འཛུལ་ཁྲིད་ཚོང་ར་ཡར་རྒྱས་འཛུལ་ཁྲིད་ག་རེ་སྟེ་མགོ་བཏོག་པ་ཡིན་ན་ཡང་གང་ག་ལྷིང་འཇགས་རང་བཞིན་གྱི་ཚོགས་ཤིག་ཡལ་ཏེ་ད་ལྟ་བར་དུ་རག་ཡོད་ལ་མ་རེད། མཐའ་མ་མཐའ་དུས་ད་ང་ཚོ་འཛམ་བུ་གླིང་ལྷིང་འཇགས་རང་བཞིན་གྱི་ཐོག་ལ་ད་ཅི་བདེ་ཐོག་བརྗེ་བཟོ་དགོས་ཡོད་ན་མཐའ་མའི་མགོ་བཏོག་ས་དེ་ང་ཚོའི་བྱམས་བརྩེ་ཟེར་མཁན་འདི་རེད་རིག་པའི་གཞུང་ལུགས་རྨང་གཞི་ལྡན་པའི་ཞོགས་ཟས་འདི་རེད་རིག་པའི་གཞུང་ལུགས་རྨང་གཞི་ལྡན་པའི་ཞོགས་ཟས་དེ་མཐའ་སྟོན་དུས་ག་ལ་རིག་པའི་གཞུང་ལུགས་འདི་ང་ཚོའི་ཆོས་ལུགས་འདི་ལས་གྲགས་འདྲ་ས་སྤུས་འདྲ་ས་ཡོད་མ་རེད།

སྐད་ཡིག་སྦྱོང་མཁན་ཉུང་ཉུང་མ་རེད་ཕྱི་ལོག་ཁག་ལ་མི་ཤེས་མཁན་ཆེས་མང་པོ་ཡོད་རེད་མཇལ་མཐོང་ཆེས་མང་པོ་ཡོད་རེད་ཉོན་ཤེས་པ་མང་པོ་ཡོད་རེད་རྒས་ཕོ་རྒས་མོ་མང་པོ་ཡོད་རེད་འདི་ཚོ་ག་རེ་བྱས་ནས་ཉོན་ཤེས་བྱེད་ཀྱི་ཡོད་རེད་ཟེར་ན། ཤེས་བྱ་རིག་གནས་གཞན་དག་ག་ཟེ་སྦྱོང་པ་ཡིན་ནོ་མཐའ་དུས་སོ་སོ་ལ་ཞི་བདེ་གི་འཚོ་སྣང་དེ་སྤྲད་ཐུབ་པའི་སྐད་ཡིག་དང་རིག་གནས་གཞན་མེད་པ། འདི་རང་གི་ཐོག་ནས་སྤྲད་ཐུབ་པ་ཡིན་ས་ནི་མ་གཏོགས་འདི་ཡི་ཐོག་ནས་མཚུངས་རྒྱག་ག་རེ་ཨ་ན་གཅིག་འདིའི་ཐོག་ལ་མཚུངས་རྒྱག་འདྲ་སོགས་ག་གེ་ཡོད་མ་རེད་འདི་གི་ཚེ་རིག་བཟོ་ཐུབ་མ་རེད་འདི་གི་དམག་སྡེ་བཟོ་ཐུབ་མ་རེད་འདི་གི་མཛོད་ཁྲི་བཟོ་ཐུབ་མ་རེད་འདི་གི་ང་ཚོ་སྐད་ཡིག་འདིའི་ཐོག་ལ་ཡོད་མ་རེད། ཡིན་ན་ཡང་འཛམ་བུ་གླིང་གི་མི་གལ་ཆེ་རིགས་ཆེན་ཚོ་ཡི་སྦྱོང་བརྡའི་གནད་དོན་ག་རེར་འདིར་གལ་གནད་ཆེན་པོ་ཞིག་ཟེར་གལ་གནད་ཆེ་ཡ་ག་རེ་ཐུབ་མ་ཆེ་རེད་ཟེར་ན་འཚེ་མེད་ཞི་བདེ་གི་ལྟ་སྤྲོད་ཀྱི་ལང་ཀ་དེ་འདི་ཁོ་ན་ལ་བརྟེན་ནས་ཐག་གཅོད་ན་འདི་ཁོ་ནར་བརྟེན་དགོས་དེ་འདྲ་ཡིན་ཟེར་ན་ང་ཚོའི་ཆུ་ལོན་འདི་མི་ང་ཚོའི་སྐད་ཡིག་དང་སྐད་གལ་ཆེ་བའི་རྒྱུ་མཚན་དེ་ཆགས་ཆེ་བཞི་བ་དེ་རེད་མདོར་བསྡུས་ནས་བཤད་ན།

ཉིན་ཞག་ཁྲི་གཅིག་གི་ཐོག་ནས་ང་ཚོའི་སྤྱི་ཚོགས་ནང་ཞོགས་ཀའི་ཡར་ལངས་དགོན་བདག་མང་མ་ཉེས་པ་དང་དཔའ་བོའི་སྤུ་གུ་ལ་གོ་བརྡ་འཕྲད་གི་མི་འདུག་སྤུ་གུས་རྒྱ་སྐད་རྒྱག་དཔའ་བོས་ཀྱི་བལ་སྐད་རྒྱག་ནས་གོ་བརྡ་འཕྲད་གི་མི་འདུག་འཁོར་དང་ཨ་མདོ་བར་སྐད་གོ་བརྡ་འཕྲད་གི་མི་འདུག་རྒྱ་སྐད་རྒྱག་དགོས་གི་འདུག་ཟེར། ཨ་ནེ་དབུས་དུར་གཙང་པོ་བར་ལ་གོ་བརྡ་འཕྲད་གི་མི་འདུག་ཟེར་ཡ་དེ་ཚོ་ང་ཚོའི་གནད་འགག་གི་དཀའ་ངལ་རེད་ཨོ་སྐྱེས་ས་འདིས་གནད་འགག་ལ་ཐེབས་པའི་དཀའ་ངལ་དེ་དཀའ་ངལ་ཆུ་ཤུར་མ་རེད་སྤྱི་ཚོགས་ནང་ལ་ཤ་ཁྲག་གཅིག་པ་གཅིག་ཁོམ་པ་གཅིག་གི་ནང་ལ་བདེན་སྐད་ཀྱི་སྤོ་སྤོ་མོག་མོག་གི་སྤུ་གུ་ལ་དགའ་སྡང་མི་འཕྲད་པའི་དད་སེལ་ལས་པ་དེ་ལོ་རྒྱུས་ཐོག་ལ་བྱུང་མ་མྱོང་མཁས་པ་ཧ་ཅང་གི་ཐག་ཉེ་ཁ་ཆེ་ཚ་བའི་དད་སེལ་གྱིས་རེད། འོ་ཁྱེད་ས་དེ་འདྲའི་གི་དཀའ་ངལ་མེད་པ་བཟོ་ཡ་དང་ཆེ་ས་ནས་བྱས་ན་འགྲོ་བ་མི་གཅིག་ཡོངས་སུ་རྫོགས་པ་རེད་ད་ནི་ཞི་བདེའི་དོ་ལྷིང་འཇགས་རང་བཞིན་ལ་གནས་ཐོག་པ་ཅིག་བཟོ་དགོས་ཡོད་ན་སྐད་ཡིག་འདི་ལས་གལ་ཆེ་གྱི་དེ་འདི་སྐད་ཡིག་འདི་ཚན་རིག་གི་བཟོ་ཐུབ་གི་མ་རེད་དམག་རྒྱག་ནས་བཟོ་ཐུབ་གི་མ་རེད་དཔལ་འབྱོར་འཛུལ་ཁྲིད་བཟོ་འདི་བཟོ་ཐུབ་ངེས་ཐེངས་མི་བསམ་པོ་དྲག་གིས་བཟོ་ཐུབ་རེད་བདག་པོ་རྒྱག་ཡ་དེ་མི་ཡོད་ནོ་སོགས་བདག་པོ་རྒྱག

འདི་ང་རའི་ངོས་ནས་དངོས་གནས་ཀེ་སི་བདེན་པ་སེམས་གཏིང་ནས་ཚོར་གྱི་ཡོད་ཀྱི་ལ་དེ་ང་རང་ཚོ་གཉིས་ད་ད་ལྟའི་ཆ་ལ་ཡང་བོད་ཀྱི་སྐད་ཡིག་གི་འཛིན་སྐྱོང་ནང་གི་དགེ་འདུན་པ་དང་ཚོ་འདི་ག་ཚོད་ཀྱི་ཚ་བ་ཆེན་པོ་ཞིག་དང་གལ་ཆེན་ཚ་བ་ཆེན་པོ་ཞིག་དང་གལ་ཆེན་པོ་ཆགས་དེ་རེད་ནས་ད་ང་རང་ཚོ་ད་ལྟའི་སྤྱི་ཚོགས་ནང་ལོགས་ལ་ཡང་མི་རེ་ཟུང་མང་པོ་མ་རེད་ཀྱི་ལ་རེ་ཟུང་དེ་འདྲའི་གི་དགེ་འདུན་པ་རྣམ་པར་དེ་འདྲའི་ཚད་མེད་ཀྱི་ཚིག་གི་འོས་འདུན་བསམ་པ་ལ་ཡང་ང་རང་སེམས་ནང་ལ་མ་བདེ་བའི་ཞིབ་ཅི་ད་སེམས་པ་སྐྱོ་བོ་གི་ཚོར་བ་ཞིག་སླེབས་ཀྱི་ཨ་ཙི་དེ་འདྲའི་རང་འདྲ་བྱས་ན་འགྲིག་མ་སོང་ང།

ཐང་ཆད་ཆད་འབག་གཙོ་བོ་བྱེད་པའི་བོད་པའི་བླ་མ་འདྲ་པ་བོད་པའི་སྤྲུལ་སྐུ་འདྲ་པ་བོད་པའི་དགེ་བཤེས་འདྲ་པོ། དེ་འདྲའི་སྤྱི་ལ་སྣེ་འཐོལ་བྱས་ཨ་ན་དེ་གི་རྒྱ་ལོ་ལ་དེ་འདྲའི་གི་རྒྱུ་ནི་སོ་སོ་ལ་བོད་པའི་གི་ཆོས་ལུགས་དང་བོད་པའི་ནང་འདྲའི་རིག་པའི་གི་ཐོག་ལ་བག་ཆགས་འདྲ་ཟེར་ལས་བག་ཆགས་དེ་དང་འདྲའི་ནི་བོད་ཡིག་ལ་དགའ་བོ་བྱེད་བོད་པའི་སྤྱི་ཚོགས་ལ་དགའ་བོ་བྱེད།

མོ་མཆོག་གི་མིག་དང་ཨ་མཆོག་གི་ནོར་ལོག་ལ་དེ་སྔའི་ནང་བྱེད་ཀྱི་ལས་ཐར་པའི་གི་ཐོང་ལོང་དེ་བརླག་འགྲོ་ཡ། ཇི་བྱེད་དེ་འདྲ་ཡིན་ཟེར། ཇི་བྱེད་དེ་འདྲ་ཡིན་ན་ང་ཚོས་གཟའ་ཟ་བཟོ་ཐལ་ཅིག་ག་རོགས་ལ་ཟེར་ན། གཟའ་ཟ་བཟོ་ཐལ་དེ་སྐད་ཆ་བཤད་ནས་མི་ཉན་གི་དེ་སོར་དེ་འདྲ་བཟོ་དགོས་ལ་རེད་ཟེར་ན་བཤད་རོགས་ཕྱིན་ན་མི་ལེར་ང་ཚོ་བལ་བར་དཔེ་བྱོར་མི་ཉན་པ་ལ་ཁ་བརྡ་བྱས་པ་ལས་ཀོ་བ་སྐོམ་པའི་ལག་དཔེ་རྙེད་ན་དགའ་ཟེར་དེ་སོར་ཁ་བརྡ་བཟོ་འགྲོ་མ་འགྲོ་ཁེལ་ནས་དྲ་རྒྱ་འདིའི་ནང་ལ་ཡང་སོ་སོ་སོ་སེམས་ཐག་ཉེ་པོ་ཉན་མཁན་བྲེལ་དེ་སོར་ཡིན་ན་གྲྭ་པ་ལ་མ་ལ་ཁ་བརྟོལ་ཏེ་སོ་སོ་གིས།

ངའི་བཤེས་གཉེན་ཡིན་ན་བཟང་ཕྱོགས་གོ་ཐོག་རང་ཡིན་རང་ངའི་དག་རང་ཞུ་ཡི་དེ་ཡིན་དུས་བསམ་པ་ད་ལྟ་འདི་ཡང་ཁ་ཤས་ནི་ཚིག་མེད་ཞུ་ཉེན་དེ་འདྲས་ད་ཉེས་མེད་དེ་འདྲས་ཧ་མ་འོ་ཉེས་ཤིག་ཡོད་པས་ན་གལ་སྲིད་ཀྱང་རྣམ་པ་སྲ་མོ་ལ་འགྱུར་བ་བཏང་འདོད་ཡོད་ན་བཟང་ཕྱོགས་གོ་ཐོག་དེ་གླེང་ཉེས་གྲོགས་ནི་ད་ལྟ་དགེ་ལགས་ཀྱིས་ཞུས་པ་དེ་སེམས་ཅན་ད་ཨ་མདའ་བུ་དོ་ཞུས་ད་ཨ་མདའ་བུ་དོ་གསུངས་ཚར་བ་དེ་ལ་ཡང་གྱོད་བཤགས་སེམས་གཏིང་ནས་གྱོད་བཤགས་བྱས་མ་འོངས་པ་དེ་འདྲས་མ་གསུངས་ཡང་དང་ཨ་ནི་ཅིག་གལ་སྲིད་འུ་གེ་ལ་ཡང་ཡང་དགེ་འདུན་པ་རྣམ་པ་ཀྱིས་སོ་སོ་གིས་མ་འགྲིབ་ཅིག་བྱས་སོ་བསམ་པའི་གནས་ལས་ཨ་ནི་ཡང་ཡང་ཞུ་སྟངས་དེ།

དེ་ཡིན་དུས་སམ་བ་ད་རྒྱལ་ལགས་གྲོགས་ཡིན་པས་ན་ཅིག་དགེ་འདུན་པ་ཡིན་པ་གང་ལ་ཡང་ཡང་ཅིག་གིས་བོད་ཀྱི་སྐད་ཡིག་རིག་ནང་ཆོས་དེ་འདྲའི་གང་ལ་དཔེ་མཁས་དབང་ཅིག་ཆགས་དེ་བས་དེ་ཡིན་དུས་ད་ང་རྒྱལ་ལགས་ལ་འདི་ག་འདྲི་ཞུ་འདོད་བྱུང། ད་རྒྱལ་ལགས་ཁྱེད་རང་གྲོགས་ཅིག་དེ་འདྲས་ད་ལྟ་བུ་དོ་བོད་ཀྱི་སྐད་ཡིག་འདི་གང་ལ་ཡང་དེ་ག་ཅིག་གིས་སློབ་གཉེར་གནང་ཐུབ་པ་གི་བརྒྱུད་རིམ་འདི་བུ་དོ་འགྲོ་ཐུབ་ཡ་ལས་སྒོམ་པའི་ནང་ལ་ཡང་ངས་གོ་བས་བྱས་པ་ཡིན་ན་ང་རང་ཚོ་མི་སྒེར་གྱིས་སློབ་ཆེན་སློབ་གཉེར་འདི་བྱས་པ་ན་ཞེས་མེད་པ་ད་ང་ཚོ་མི་སྒེར་ཡིན་ན། ཁོ་གཅིག་བུ་རམ་པ་སར་ཆེད་ལས་པ་ས་དང་མཁས་པ་ས་དེ་འདྲ་བོ་དོ་ལེ་ཡ་ལེ་ཡ་སོ་སོ་གོ་བརྩོན་འགྲུས་བྱས་སོ་སོ་སེམས་པ་དེ་ཕ་བརྟན་པོ་བྱས་དེ་བྱས་འདི་གང་སློབ་སྦྱོང་ཡག་པོ་བྱས་པས་ན་དེ་བོ་དོ་ཁོ་ལས་འགྲོ་གོ། མི་རེད་ཨ། ང་ར་དུ་ཞིག་མི་སྐད་ཆེ་མི་བྱ། ད་དེ་འདོད་པ་ཡིན་ན་དེ་འགྲིག་མི་འདུག་གི་ལ་ཁྱེད་རང་པ་གི་གི་ཤེས་ལྷ་རམ་པ་གི་དེ་གནས་སྟངས་དེ་ལས་དུས་སམ་པ་ལེ་ཡ་ང་རས་གོ་ཐོས་བྱས་པས་ཡིན་པས་ན་ང་རང་ཨ་ཞང་ཞང་ཉེ་རེ་ཁོ་རྣམས་པོ་རྒྱུད་ནས་ད་རྗེས་ནས་ག་ལི་ག་ལི་དགེ་འདུན་གི་དེ་ན་དུ་ཕ་ཅིག་ལྟ་དུས་སམ་པ། སློབ་གཉིས་བྱས་ཡོད་ཀྱི་བརྒྱུད་རིམ་འཁོར་འོ་གེ་གཞི་ལྷ་རམ་ས་ཏེ་ལས་ལ་བརྩོན་འགྲུས་སྤྱི་བོ་གི་འབྲི་གཡབ་མེད་པ། སོ་སོ་གི། ཁར་ས། བརྩོན་འགྲུས་དང་སེམས་པ་བརྟན་པའི་སྤྱི་བོ་གི་འབྲི་གཡབ་མེད་པ། ལས་དང་བསོད་ནམས་དང། མང་པོ་ཅིག་གི་ཡང་བྲེལ་བ་ཡོད་པ་ཅིག་དེ་འདྲ་ཅིག་གི་ཡང། བཀའ་མི་སྲུང་གུ་དོག་བ་འགྱེལ། དེ་ཡིན་དུས་ད་དགེ་ལགས་སློབ་སྦྱོང་ཚད་མཐོ་པོ་དེ་གའི་གནང་དུས་དགེ་ལགས་ཀྱི་བརྒྱུད་རིམ་དེ་གི་ཁྲོད་ལ་ཡང།

ཨ་ནེ། འདི་གི་ཐོག་ལ་ང་ཚོ། ས་གནས་གཅིག་མ་རེད་ས་དགེ་གཉིས་སོང་བཀའ་དྲུང་བོན་སེམས་འགྲོ་སྟངས་འབྲུག་སོགས་ཀྱི་བཙན་བྱོལ་ནང་ལ་རྒན་པ་ཆེ་ཕྲ་བརྒྱ་ཤ་བརྒྱག་གནང་ནས་བརྒྱ་ཤ་འདི་ཕྱི་དེ་སྔ་རྒས་བ་ཅིག་ལ་ང་འགྲོ་མ་མྱུལ་ས་ཆོད་ནས་མེད། འགྲོ་ཡ་དེ་ཉི་མ་གཅིག་གཉིས་དང། གཟའ་འཁོར་གཅིག་གཉིས་སྐད་ཆ་མ་རེད་ཟླ་བ་ཟླ་བ་བྱས་ནས། ལོ་འཁོར་མ་ད་ལོ་རེར་ཟླ་བ་གཉིས་གཉིས་ཏེ་སྐོར་ར་བརྒྱག་ནས་རེད་ད།

སྐད་ཡིག་ལ་དོ་སྣང་ག་ཚད་བྱེད་ཡོད་ལ་རེད། རིག་གནས་ལ་དོ་སྣང་ག་ཚད་བྱེད་དེ་ཚོ་གང་ག་ངོ་སྤྲད་བཟོ་ཡ་དེ་ད་ལྟ་ངས་སྐར་མ་ལྔ་ཡོང་ནས་བཟོ་ཐལ་མ་རེད་དེ་ཕྱིར་བསད་ན་འདི་འདི་གི་རྒྱ་ལྗོངས་དེ་ཚོ་རྦད་དེ་ཕོ་རྒད་ཆགས་སྲེད་དང་འབྲེལ་བའི་གི་གནས་དེ་གི་རྒྱ་ལྗོངས་དེ་ཚོ་གང་ག་ཁས་བྱེད་ན་དེ་ངོ་སྤྲད་གསལ་བོ་གྱི་བཟོ་དགོས། དེ་ངོ་སྤྲད་དེ་གོ་འགྲོ་དེ་སུ་ཡིན་ན་སོ་སོ་མི་རིགས་ལ་ལ་རྒྱ་མེད་ངན་མི་རིགས་ལ་ཤ་རྒྱ་མེད་མཁན་མེད་དེ་ཀ་ཅིག་བྱས་ན་མ་གཏོགས་ཕྱི་ནས་ཡོང་ས་མ་རེད་སོང་པའི་ཚོར་བ་དེ་ལས

བོད་སྐད་ཡིག་འདི་ང་རང་ཚོ་ངོ་བོ་གང་ལ་ལྟ་རྟོག་བོད་ཆོས་བོད་དེ་གང་དོན་རྟོག་བོད་ཆོས་ལྡན་གྱི་ཞིང་ཁམས་སུ་དུས་བསམ་པ་ཆོས་ཀྱི་ཞག་རྩི་འདི་ག་ཚོད་གལ་ཆེན་པོ་ཡིན་མེད་ཆོས་ཀྱི་ཞག་རྩི་འདིའི་ནང་ལོགས་ལ་ང་རང་ཚོ་བོད་མི་ནང་ལོགས་ནས་ཡང་དེ་ལ་སློབ་གཉེར་གནང་མཁན་དགེ་འདུན་པ་རྣམ་པ་ག་ཚོད་ཅིག་གལ་ཆེན་པོ་ཆགས་ཡོད་མེད་འདི་འདྲའི་རྗེས་ཀྱི་བཅར་འདྲི་གི་རྒྱུད་ནི་ཨ་ནི་ལྷན་རྒྱས་ཚང་མ་ལོགས་ལ་འདི་གང་ལ་ཡང་ལྟ་གོ་རྟོག་སྤེལ་ཡ་ཐབས་ཤེས་བྱས་ཡོད་མཁན་མཁན་རྣམ་པ་ད་ལྟ་མཁས་པ་ཡོད་རེད་ད་དུ་འཛོར་ལ་ལྟ་ཁོ་རང་རྣམ་པ་གི་ལག་ལེན་ད་ཡང་སྤྱི་བོར་ལྷག་ཡོད་རེད་སྨྲ་ཤེས་གཉིས་རྣམ་པ་ལ་གོ་རྟོག་སྤེལ་ཡ་ད་དགེ་ལགས་ཁོ་རང་འདྲ་བོ་ཇི་ཡིན་པའི་ནང། ཅིག་སྤྱི་ཚོགས་ནང་དངོས་གནས་ང་རང་ཚོ་གི་ངོམ་ཤོར་བའི་ཁྱད་པ་ཅི་རེད་ཁོ་རང་གིས་བཀའ་མོལ་གསུང་བཞག་རྒྱུ་དེ་ལ་ཡག་ད་ལྷན་རྒྱས་ཚང་མ་ལོག་གི་བཟང་ཕྱོགས་རང་གི་ཐོག་ནས་གོ་བ་ལེན་བྱས་རེད་བ་ཨ་ནི་སོ་སོ་གི་ལང་ལེ་དངོས་གནང་ལ་ཡག་ད་ཁྱེད་ཡག་གི་སྨོན་འདུན་ཞུ་གི་ཡོད་ཨ་ནི་ད་ག་ནང་བཞིན་འདི་གི་ལེ་ཚན་འདི་གི་བརྒྱུད་ནས་ད་ལྟ་པོ་ཏོ་ལ་ཡག་ང་རང་ཚོ་བོད་ཆོས་ལྡན་ཞིང་ཁམས་རྒྱ་བོ་རོང་པོ་ཆེ་གི་ད་ད་ལྟ་པོ་ཏོ་ང་རང་ཚོ་བོད་ཆོས་ལྡན་ཞིང་ཁམས་ལ་ཡག་ཆོས་ཀྱི་ཞག་རྩི་ཁོང་རྣམ་པ་གི་ཅིག་བཀའ་དྲིན་བརྟེན་བྱས་གནས་ཡོད་པ་ཅིག་དང་ང་རང་ཚོའི་བོད་ཀྱི་སྐད་ཡིག་འདི་ད་ལྟ་བུ་དང་ཁོང་རྣམ་པ་གི་བཀའ་དྲིན་གསོས་པའི་དོན་དུ་ད་ང་རང་ཚོ་གི་རྒྱའོ་རིན་པོ་ཆེ་དང་ཞུ་མོང་ཆེ་དང་བླ་མ་བླ་ཆེན་ཁག་ཁོ་རང་རྣམ་པ་གི་བཀའ་དྲིན་དང་ཆོས་གོས་གོར་ཉེ་ཁོ་རང་རྣམ་པ་གི་འགོ་ཁྲིད་པའི་ཐོག་ནས་ང་རང་ཚོ་གི་ཅིག་བོད་ནང་ལོར། ད་བོད་པའི་ནང་ལོ་ལ་ཡ་གཅིག་བོད་སྐད་ཡིག་གང་ལ་དངོས་གནས་ཤུགས་ནུས་སྐྱོན་ཏེ་ཁོང་ཚོ་ཚང་མ་ལོ་ལ་ཡ་གཉིས་ཐ་མ་ནས་ཐུགས་རྗེ་ཆེ་ཞུ་ཡ་དང་མ་ཟད་ང་རང་ཚོ་གི་བོད་པའི་ཆོས་ཀྱི་ཞག་རྩི་དེ་དོན་དུ་མུ་མཐུད་ནས་གནས་དགོས་ཡ་གཅིག་དང་བོད་ཡིག་སྐད་ཡིག་དེ་མུ་མཐུད་ནས་ཡ་གནས་དགོས་ཡ་གཅིག་དང་ཨ་ནི་འདུ་འཛོ་ཚང་མས་བྱས་དོན་རེད་ཡ་ང་རང་ཚོ་བོད་པ་མི་རེ་ངོས་རེ་ངོས་ནས་ད་གཅིག་ལས་འགན་ཆགས་བསྡད་རོ་བསམ་གི་འདུག་ང་རའི་ངོས་ནས་འདུག་ལས་འགུལ་ཆུང་ཆུང་ཆུང་ཆུང་ད་ལྟའི་ངོས་ནས་བཅར་འདྲི་སུ་འདྲ་འདྲ་བྱེད་དགོས་རེད། ཨ་ནི་ངའི་རྒྱལ་ལགས་ལ་ཡ། བཅར་འདྲི་དེ་གི་རྒྱུ་ནི་ག་དུས་ཡིན་ནའི་ངའི་རྒྱལ་ལགས་ལ་དངོས་གནས་ཅི། བཀའ་འདྲི། སྐད་ཡིག་དང་འབྲེལ་བའི་ཐོག་བཀའ་འདྲི་ག་འདྲི་ཞིག་ཞུས་པའི་ནའི་རྒྱལ་ལགས་དང་ད་བུ་ཏོ་ལ་ཡང་དངོས་གནས་ད། ད་ཞུ་མ་འོབས་རེད། རེད་བ། ཨ་ནི། རྒྱལ་ལགས་ལ་སྙིང་ཐག་པ་ནས་ཆོས་ཅི་ཞུ་ཡ་ཡིན། ཨ་ནི། ད་ངའི་དངོས་གནས་རྒྱལ་ལགས་ལ་ཡ་ཅི་འདྲི་མི་འདྲི་དང་འབྲེལ་ཅེས་ད་དྲི་བ་དེ། དྲི་བ་ད་དེ་དུས་དྲན་པ་སེ་སེ་བུ་རེད་བ་ད་ད་ངོ་འདི་འདྲའི་རང་བྱེད་རང་ཡིན། ཨ་རྒྱལ་ལགས་སྐུ་བཞེས་དེ་ལ་མཇུག་སྡོམ་གི་ཐོག་ནས་ཡང་རྒྱལ་ལགས་ཀྱི། སོང་ཡིན་ན་ཞེས། ཨ་ད་མཇུག་སྡོམ་མི་སེར་སྐད་ཆེན་པོ་དེ་ནི་འདི་ན་གང་བྱིས་པ་དེ་ཚོ་གང་ག།